བཀྲ་ཤིས་བདེ་ལེགས། སྤྱི་ནོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཕྱག་སྔོན་དུ་སོང་བའི་སྒོ་ནས་དེ་རིང་གི་མཛད་རིམ་ཁག་སྙན་སྒྲོན་མགོ་འཛུགས་བཞེས་ཆོག་པ་བཞི། གཤམ་དུ་ཀ་ཐོག་དགེ་བརྩེགས་རིན་པོ་ཆེ་ནས་གཏན་སེམས་འདེགས་འབུལ་བཞེས་རྒྱུ།

on this very auspicious occasion གཤམ་དུ་སྟེ་རང་གི་མཛའ་རིམ་ཁག་སྙན་སྒྲོན་བཞི་ཆོག་པ་བཞི། དང་པོ། ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པས་གཙོས་སྐུ་མགྲོན་རྣམ་པ་བཞུགས་གྲལ་དུ་འཁོད་རྒྱུ་དང། གཉིས་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐུ་མགྲོན་གཙོ་བོ་ངར་སྡེའི་བློན་ཆེན་བིར་བྷ་དྲ་སིང་རྣམ་གཉིས་གདན་ཞུས་ཀྱིས་མཛད་ཐང་བཞིར་འཇིབ་བརྒྱུད་ཀྱི་མཛད་སྒོའི་སྟེང་ཞབས་སོར་འཁོད་རྒྱུ་བཅས་ད་ལྟ་གྲུབ་ཟིན་པ་ཡིན། གསུམ་པ།

བར་དུ་ནི་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་བསྐྱར་བསྟུན་དྲན་རྟེན་གསེར་གྱི་རྟགས་མ་དབོན་འབྱེད་དང་འབྲེལ་གོང་ས་མཆོག་ལ་འབུལ་ལམ་བཞེས་རྒྱུ།

འཇིག་རྟེན་ཞི་བདེའི་དད་ཧཱུྃ། ཕུན་སུམ་ཆོས་ཀྱི་རྒྱལ་པོ། གཅོད་ནོར་གང་ཟག་སྤྱན་བསྒོམ། རྒྱ་གང་ཐེམ་སྤྱན་ཆེན་ཆགས་གཟིགས་དཔའ་ཆེན་པོའི་མཆོག། དགོངས་གྲོགས་རྒྱལ་བྱེད་བཞི་པའི། སྐུའི་བྱ་སྟོན་གྱི་མཛད་སྒོའི་ཐོག། གདོད་མའི་སྤྱི་འགྲེ་ནས་སྤྱི་ལྟར་གསོལ་འདེབས་བྱེད་པ་བཞིན། གངས་ཅན་མགོན་པོའི་མཆོག། སྐུ་དངོས་སུ་དབུ་བཞུགས་ཞལ་གཅིག་མཛད་པར། ངེད་གདོད་མའི་གཞི་ཤེས་ཡོངས་ཀྱི། ཚད་བཞི་སྟེ། སྒོ་གསུམ་སྐལ་བ་ཆེན་པོས་ལྷ་ཞག་གྲངས་མེད་དང་བཅས་བཀའ་དྲིན་བླ་ན་མེད་པ་ཆེ་ཞུ་རྒྱུ་ཡིན། ལོ་རྒྱུས་ཀྱི་དོན་སྙིང་ཕུན་སུམ་ཚོགས་པའི་དགའ་སྟོན་མཛད་སྒོ་འདིའི་ཐོག་ཆེས་སྤྱིར་བྱུང་བའི་སྐུ་མགྲོན་གཙོ་བོ། ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་བྷེ་རེབ། སྦ་ལྡ་ར་སེམས་མཆོག་དང་རིས་སུ་མ་ཆད་པའི་བོད་བརྒྱུད་ནང་བསྟན་གྱི་ཆོས་རྒྱལ་ཆེན་པོ་བཞི་དང་གཡུང་དྲུང་བོན་བཅས་ཀྱི་སྐྱེས་ནས་བསྟན་བདག་བླ་ཆེན་རྣམ་པ་དང། མཁན་བླ་དགེ་འདུན་རྣམ་པ། བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་གཙོས་ལས་སེར་རྣམ་པ། ཕྱི་ནང་གི་སྐུ་མགྲོན་རྣམ་པ། མཛད་སྒོའི་ཉན་ཞིག་མང་ཚོགས་བཅས་པ། སྒོས་སུ་དེ་རིང་གི་དགའ་སྟོན་མཛད་སྒོ་དངོས་སུ་ཉན་ཞིག་ཅི་དཀའ་བ་མ་བྱུང་ཡང། དད་ལྡན་གཡོ་བ་མེད་པའི་གཞིས་ལུས་བོད་རིགས་སྤུན་ཟླ་ཡོངས་དང་རྫ་གླིང་ཡུལ་གྲུ་སྐམ་སར

ལུགས་སྲོལ་ལྟར་བྱས་ཀྱང། དེ་ཡང། སྲོག་ལུས་ཚེ་ཐར་གྱིས་མཚོན་པའི་སྡིག་སྤང་དགེ་སྦྲུལ་དང། གླེན་གླེན་གར་རྩེད་ཀྱིས་མཚོན་པའི་རིག་གཞུང་འཕྲལ་བསྟུན་སོགས་རང་རང་གི་ཁེ་འབྱོར་ལ་གཞིགས་པའི་ཕྱི་དང་འཇིག་རྟེན་གྱི་བྱེད་སྒོ་སྣ་ཚོགས་སྤེལ་སྲོལ་ཡོད་པ་དང། དེའི་དགེ་མཚན་གསལ་འདོན་ཞུ་རྒྱུ་གལ་ཆེན་ཡིན་པ་ལྟར། འདིར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཚེའི་ཐུགས་བསྐྱེད་བསྟན་བྱ་རྣམ་གསུམ་སྟེ། འགྲོ་བ་མི་ལ་གཅིག་མཚུངས་ཀྱི་བདེ་སྐྱིད་སྤྲིན་ཐད་དང། ཆོས་ལུགས་མཐུན་སྒྲིལ། བོད་ཀྱི་ཆོས་རིག་འཛིན་སྐྱོང་སྤེལ་གསུམ་བཅས་ཀྱི་མཛད་འཕྲིན་རྫ་གླང་ས་ཡའི་གོ་ལའི་སྟེང། ཤ་མདོག་དང་མི་རིགས་རྒྱལ་ཁབ་དང་སྲིད་དབང་གི་དབྱེ་མཚན་ལས་བརྒལ་ཏེ། འཕེལ་རྒྱས་དགོས་པའི་གདུག་རྩུབ་ཤུལ་བཙན་དགོས་ཀྱང་ཉིན་ཞིག་འབུར་མའི་མི་ཁ་བའི་གནས་བབ་སྐྲུན་གནང་མཛད་པའི་བཀའ་དྲིན་གྱི་ཆ་ཕྲ་མོ་ཙམ་ཞིག་གིས་རྒྱལ་སྟོན་གྱི་དགའ་སྟོན་བརྒྱུད་སྲིད་མཐུད་ཀྱི་རི་མོ་ལྷུན་དུ་བྱུང་བ་ཞིག་ཡིན། དེ་ཡང་གདོད་མའི་དབུས་རྒྱན་ལྷོ་སྟོན་པ་རྣམས་ཀྱིས། གདོད་མའི་ཡུལ་དུ་དར་ཆེ་བའི་ལན་གསུངས་བཞིན་མགོན་པོ་གང་གིས་སྐེ་ཡི་ལྕགས་སྟོན་གསང་ཚིག་ཞི་གེལ་ཆེ་བའི་ལན་སྟོན་གནང་བ་ལྟར། གདོད་མའི་དབུས་རྒྱན་སྐད་ཇི་བཞི་བའི་ནང་གི་གོས་དར་བཞི། ཕྱི་ལོ་ཉིས་སྟོང་གཅིག་ཉིས་ཟླ་བ་གསུམ་པའི་ཚེས་བཅུ་གསུམ་ཉིན། གདོད་མའི་དབུས་རྒྱན་ཐང་ཇི་བཞི་བའི་ཚོགས་ཆེན་སྟེང། སྤྱི་ནོར་ཀོང་ཚ་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་དང་འབྲེལ་བའི། སྐེ་ཡི་ལྕགས་སྟོན་གསལ་བརྗེ་ཞིག་བྱེད་དགོས་པའི་སྤྱི་མོས་དྲིན་བཅོལ་བཞག་སྟེ། ཕྱི་ལོ་ཉིས་སྟོང་གཅིག་ཉིན་ཟླ་བ་ལྔ་བའི་ཚེས་བརྒྱད་ཉིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྲན་སྐུལ་གྱི་ནང་དོན་ལྷ་བསྙེན་སྒྲོན་འབུལ་ཞུས་པའི་སྲིད། ཕྱི་ལོ་ཉིས་སྟོང་གཅིག་ཉིན་ཟླ་བ་ལྔ་བའི་ཚེས་བཅུ་ཉིན། དེ་དོན་རྗེ་བཙུན་བཀའ་བཟང་སྩལ་མིན་བཀའ་དྲིན་ཆེ་བྱུང། ཕྱི་ལོ་ཉིས་སྟོང། ཕྱི་ལོ་ཉིས་སྟོང་གཅིག་ཟིན་ཟླ་བ་གསུམ་པའི་ཚེས་བཅུ་བཞི་དང་བཅོ་ལྔ། ཉིན་ནས་གཉིས་རིང་སྡོད་མེད་དབུ་རྒྱན། སྤྱི་ཁྱབ་རྒྱུན་ལས་ནས་སྐད་ཡིག་བསྐྱར་དོན་ཆེད་དམིགས་བསལ་ཚོགས་ཆེན་བསྡུ་བསྐོང་ཐོག་བཀའ་ཟུར་བཅས་རྗེ་གར་བདག་རིན་པོ་ཆེ་མཆོག་དང། བཅས་རྗེ་ཨ་ཀྱཱ་རིན་པོ་ཆེ་མཆོག། བཀའ་ཟུར་རྗེ་བཙུན་པདྨ་མཆོག། སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་དང་བཀའ་ཟུར་ཐུབ་བསྟན་ལུང་རིགས་མཆོག་བཅས་སྐད་ཡིག་བསྐྱར་དོན་གྱི་ལྷུ་བསྟོད་པར་འདེམས་བསྐོ་དང། ལས་དོན་བྱེད་པོ་བཀོད་སྒྲིག་ཚོགས་ཆུང་གིས་ཚོགས་མིར། གདོད་མའི་དབུ་རྒྱན་ལས་ཐོགས་པ་ཇི་གཅིག་བཏང། མི་འགྲོ་དྲུག་འདན་དོན་བསྟན་པས་ཀྱང། ཕྱི་ལོ་ཉིས་སྟོང་བཅུ་གསུམ་ཟླ་བ་བཞི་པའི་ཚེས་གཅིག་ཉིན། གདོད་མའི་དབུ་ཡི་སྤྱི་ཁྱད་རྒྱན་ལས་ནི། བཀའི་བཅའ་སྟོན་གྱི་སློབ་སྟོན་པ་རྣམས་དང། བཀོད་སྒྲིག་ཚོགས་མི་རྣམས་འདུ་ཁང་ཐོག། ཚོགས་ཆུང་གི་ཚོགས་གཙོ། སྤྱི་འཐུས་སྨན་པ་མཁྱེན་རབ་རྒྱ་མཚོ་མཆོག་དང། ཀྲུང་ཕྱིའི་མདོ་སྨད་ཝེ་ཅུན་ཚོགས་ཆུང་བརྟན་པོའི་ངེས་ཅན་ལ་གཏན་འཁེལ་བྱུང་བ་དང་འབྲེལ་ཚོགས་ཆུང་གི་ཚོགས་མི་རྣམས་ལ་ལས་འགན་བཀོད་སྒྲིག་དང་ནང་སྲིད་ཚོགས་ཆུང་ཚན་ཁག་བཞི་ལས་ལས་ཀའི་དང་ཕྱིའི་ཚོགས་ཆུང་གི་ལས་དོན་དངོས་སུ་འགོ་འཛུགས་ཞུས། ཀྱི་བཅའ་སྟོན་སྲུང་བརྩི་བྱས་རྗེས་དོན་སྙིང་ནི། གངས་རི་མགོན་པོ་མཆོག་གི་དགོངས་དོན་བཅུ་དྲུག་ནས་བཟུང། སྡིག་སེལ་འཇིགས་ཉེས་ཚན་སྲིད་ལྷད་ཟིན་པའི་བོད་ཀྱི་ཆོས་སྲིད་འགན་དབང་བདག་གིར་བཞེས་ཏེ་བོད་འབངས་རྣམས་དཀའ་སྡུག་གི་ཀློང་ལས་སྐྱོབ་པའི་ཐད་ཀའི་ཐུགས་རྗེའི་མཛད་པ་ལེགས་སྐུ་རྒྱུན་དུ་སྐྱོང་ཞིང། མཛད་འཛིན་རྒྱ་དམར་གཞུང་ལ་སྔ་ཕྱི་གུ་ཡངས་བརྗིད་ཆེའི་ཐབས་ཚུལ་ལན་སྟོན་དང་རྫ་ལང་རང་དབང་ཡིད་བྱེད་གང་སར་བོད་ཀྱི་བདེན་དོན་དང་ཆོས་རིག་སྲུང་སྐྱོབ་ཀྱི་དགེ་མོས་ངོ་སྤྲོད། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་རྨང་གཞི་གསར་གཏོད་ལ་རྒྱ་སྐྱེད་དང་སྦྲགས། སྟེང་ནས་ཤིན་ཏུ་མང་གཙོའི་ལམ་སྲོལ་འཛུགས་སྐྲུན་ལ་སྣེ་ཁྲིད་སྐུལ་འདེད་མཛད་དེ་ཕྱི་ལོ་ཉིས་སྟོང་བཅུ་གཅིག། ལོའི་འཆར་ཚད་ཀྱི་སྐལ་ཁང་ནས་མང་ཚོགས་ཀྱིས་ཨེ་ཏེ་ལན་ནི་འདེམས་བསྐོ་བྱས་པའི་འགོ་ཁྲིད་ལ་རྩིས་སྤྲོད་མཛད་པ་སོགས་ཀྱི་བརྗེ་ལེན་ངེས་ཟིན་པའི་ཐོག་འབྲུ་ཡི་དོན་དུ་དུས་སྐྱོ་ངལ་གྱི་རྣམ་པ་གཞིར་ཡང་མི་མཛད་པའི་མཛད་འཕྲིན་གྱི་ཆ་ཕྲ་མོ་ཙམ་དྲན་པ་ཡིན་ལ། དེ་ནི་ཀླ་ཀློ་གྱི་དམ་ཚིག་དང། དྲིན་ཆེན་ལ་དྲིན་བཟོ་ཡིན་པའི་སྒྲིག་འཛུགས་དང་ཚོགས་སྡེ་སྤྱི་སྒེར་སུ་རུང་ནས་མགོན་པོ་མཆོག་གི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས། བཀའ་བཞིན་སྒྲུབ་པའི་མཆོད་པའི་རེ་སྙེག་ཞེས་གསུང་བ་ལྟར་བཀའ་སློབ་ལན་སྟོན་རིན་ལན་སྟོན་རིན་ཅན་དུ་ཕེབས་པ་རྣམས་ཉེར་ལེན་ཞུ་ཐལ་གྱི་འབད་པ་བསྟེན་རྒྱུ་རང་གཞན་གཉིས་ཀྱི་དགེ་བའི་བྱ་བ་ཡིན་པ་སྨིས་མེད་དང། དེ་ལྟར་མ་བྱུང་ཡང་བཀའ་དགོངས་དང་འགལ་དོགས་ཀྱི་བསྟན་བཅོས་རིགས་གནས་ཡང་བརྩོན་མི་གཡེལ་བ་བསྐྱར་བཏོན་མཛད་སྒོ་འདིའི་རྗེས་ནས་གསན་བསྐུལ་ཞུ་རྒྱུ་དང། ལྷག་པར་དུ་རང་རིགས་གཞོན་སྐྱེས་རྣམས་གཞན་སར་དབྱེན་འབྱེད་ཀྱི་དབང་དུ་མ་སོང་བར། མི་རིགས་ཀྱི་ལག་ཞེན་དང་དུས་རབས་ཀྱི་འགན་ཁུར་ཕྲག་ཏུ་བླངས་ཏེ། ངེས་དོན་རྒྱ་བ་བརྗེ་བའི་ཆོག་ཁྲིམས་དུ་འགྱུར་བའི་ལས་དོན་ལ་གཞོལ་ཐབས་བྱེད་དགོས་པ་ནན་ཏན་དུ་རེ་སྐུལ་ཞུ་རྒྱུ་ཡིན། མགོན་པོ་གང་གིས་འཕེལ་རྒྱས་སུ་འབྲངས་ཏེ་རང་དབང་བླངས་པའི་རྣལ་འབྱོར་མཁན་གདོད་མའི་པ་གྲངས་གྲངས་ཀ་ཉུང་ངུ་ལས་མེད་ནའང་ཁུངས་སྣེ་བའི་ད་ལྟའི་བར་དུ། རྒྱལ་ཁང་ཐན་ཅན་མཁྱེན་པའི་བཀའ་དགོངས་ཨོ་ཤར་ཆོས་དང་བཙན་ཆོས་སྤེལ་མའི་སྒྲིག་འཛུགས་ཀྱི་སྲིད་སྤྱི་ལ་རྒྱབ་སྐྱོར་མ་སྲིད། དེ་དག་ལ་འགལ་དོགས་བྱེད་མཁན་གང་ན་སུ་ཡོད་ལ། ཁ་གཏད་གདོང་ལེན་བྱེད་པའི་བརྒྱུད་རིམ་དེ་དག་དེ་ནི་ང་ཚོས་ཕྱི་འགྱུར་འདོད་མེད་པ་ཡོངས་ཀྱི་གཟི་བརྗིད་ཡིན་ལ། མ་འོངས་གཞོན་སྐྱེས་རྣམས་ཀྱི་བློ་ལྟོས་ཀྱི་གཞི་མ་དང་བླང་དོར་གྱི་མིག་དཔེ་ཡིན་ངེས། སྤྱིར་ན། བོད་དང་བོད་མིའི་སྡིག་རྩ་ནི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ། སྐེ་ཚེ་མཛད་ཕྲིན་ཁོ་ན་ཁོ་ན་ལས་རག་ལས་རག་ལས་པའི་ཚང་མས་རྗེས་སུ་སྒྲོ་བཏགས་མ་ནོར་བ་གནང་རྒྱུ། གནད་ཀྱི་དོན་པོ་ཡིན། གངས་ཅན་མགོན་པོ་མཆོག་གི། དགོངས་དྲང་རྒྱ་དང་ཇི་སྲིད་བར། ཐུགས་བསྐྱེད་བརྟན་བྱ་རྣམ་སྲས་བདག་གིར་བཞེས། འགྱུར་མེད་ཞལ་བཞེས་བཀའ་དྲིན་ཆེ་ཡོད་པ་ལྟར། སྐུ་ཡི་བཅའ་སྟོན་མཛད་སྒོ་འདི་བརྒྱུད་སྐུ་ཚེ་མི་འཇུག་གདུགས་ཀྱི་ཁེངས་སུ་བསྟན་པ་ནི། བདག་ཅག་ནི་ཐུགས་བརྩེ་བའི་ཀློང་ནས་མི་འདོར་ཞིང་རྗེས་སུ་འཛིན་པའི་གསོལ་བ་ཕར་ཚིགས་སུ་འདེབས་པ་དང། དེ་དང་ཆབས་གཅིག་དེ་རིང་གི་མཛད་སྒོའི་མཛད་སྒོའི་སྐུ་མགྲོན་གཙོ་བོ་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་བིར་བྷ་དེར་སན་མཆོག་ཧིན་རྡུའི་ལོ་དུས་ལྟར་དགུང་གྲངས་བརྒྱ་ཆའི་གྱ་གཅིག་ལ་ཕེབས་པའི་འཁྲུངས་སྐར་དེ་རིང་འཁེལ་གྱི་ཡོད་ཅིང། སིམ་ལར་གཞུང་འབྲེལ་འཁྲུངས་སྐར་མཛད་སྒོ་ཉིན་གཉིས་ཞུ་ཞོལ་གྱི་ཆེད་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུའི་བཅའ་སྟོན་མཛད་སྒོའི་སྟེང་ཕེབས་པར་སྙིང་ཐོག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། མཐའ་དོན།

སྤྱི་མཚན་སྙན་པའི་སྨིན་བྱུས་གདོང་ལྔས་བཏེགས་ཏེ། གསེར་གྱི་ཁྲི་འབུམ་མཐོན་པོར་བྱས། སེམས་བཀྲ་ཤིས་ཀྱི་རིས་རྐང་མངོན་པར་བཞད་དེ། བོད་གངས་ཅན་པ་མཐའ་དག་རྡོག་རྩ་གཅིག་སྒྲིལ་ངང་གཞིས་བྱེས་ལྷན་བརྩོན་གྱི་སྐྱིད་པའི་ཉི་མ་མགྱོགས་ནས་མྱུར་དུ་འཁྱེར་བའི་སྨོན་ལམ། ཚོར་ཤུགས་ཆེན་པོས་ཞུ་རྒྱུ་གཅེས་བོད་ལྗོངས་གདོད་མའི་དབུས་རྒྱུན།

ལོ་ངོ་དུ་མའི་བྱུང་རབས་དང། རིག་གཞུང་ངག་དབང་ལྡན་པའི་བོད་མི་རིགས་ཀྱི་ལི་སྲོལ་དང་དངོས་བདེན་ལས་གངས་ཅན་བོད་ཀྱི་ལྷ་སྐལ། རྒྱལ་ཁའི་སྙིང་བཞིན་རང་ཚིག་འཕགས་མཆོག་ཤོ་ནག་པའི་མོ་འགྲོ་བ་མི་ཡི་རང་གཟུགས་སུ་བྱོན་པའི་ཁམས་གསུམ་ཆོས་ཀྱི་རྒྱལ་བོ། འཇིག་རྟེན་ཞི་བདེའི་དེད་དཔོན་ས་དང་རྒྱལ་བསྟན་ཡོངས་བཟུང་གི་མངའ་བདག། བོད་མིའི་བླ་ན་མེད་པའི་མགོན་སྐྱབས་དང་དབུ་ཁྲིད་མི་རིགས་ཀྱི་མཚོན་རྟགས། སྤྱི་ནོར་གོང་ས་སྐྱབས་མགོན། རྒྱལ་དབང་ཐམས་ཅད་མཁྱེན་དང་གཟིགས་ཤ་ཆེན་པོ་མཆོག་དོན་གྱི་ལས་འདི་ཚད་ནས་མིན་ན། གཞི་འཛིན་འཇམ་པའི་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་གསེར་གསུམ་གངས་ཅན་ཚང་བ་མེད་པའི་སྡེ་དཔལ་བཟང་བོ་མཆོག་ལ་སྐུ་ཞབས་སྔོན་དུ་བཏང་སྟེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་ཚོུད་ལྔ་བོད་ཟླ་ལྔ་པའི་ཚེས་ལྔ་ཉིན། གཟི་ལྡེ་གཞུང་གཅིག་ཡ་གྱལ། གདོད་མའི་ཆོ་ག་ཞིག་ཡོངས་སུ་དཀྲོགས་པ། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་སྐུ་བལྟམས་པའི་གནས་མཆོག་སྐུ་འབུམ་ཞང་བ་གླང་གི་ཉི་ཟླའི། སྟག་འཚེར་ཞེས་པའི་ཁབ་དང་མགོན་པོ་ཇོ་བོ་གེ་ཇག་གི་མགོན་སྐྱོབ་ཆེན་པོར་བསམ་བཞིན་བསད་པ་བདག་གིར་བཞེས་ནས། ད་བར་འབྲང་ཞག་བརྒྱ་ཆའི་ཧྲིལ་བོར་འཁོད་པའི་ཏི་ཙིག་ཁྱབ་འཕེར་ཅན་འདིར། མགོན་པོ་མཆོག་གི་ཆེས་བླ་ན་མེད་པའི་བཀའ་དྲིན་གཞི་དྲིན་ཞུ་བ་དང། གི་ཚིག་ཞབས་པད་བསྐལ་བརྒྱར་བརྟན་པའི་སླད་དུ་འདོད་མོས་ཡིད་ཆེས་བྱེད་སྲོལ་དར། བཞི། ཞེས་འདོད་མོས་པ་ཡོངས་ཀྱིས་ངོ་ཚབ་ལྡན་པའི་སྒོ་ནས་གོ་སྒྲིག་བྱས་པའི་སྐྱིད་ཆར་ཐོན་སྐྱེད་དགྱེས་འཛོམས་མཛད་སྒོའི་སྟེང། ཆེད་དུ་ཕེབས་པའི་བོད་ཀྱི་ཆེ་གེ་ཆེན་པོ་བཞི་དང་གཡང་དྲུང་བོན་གཅིག་གི་བསྟན་བདག་བླ་ཆེན་རྣམ་པ་དང། རི་བོ་དགེ་ལུགས་པའི་ཆེ་གེ་རྣམ་གཉིས་ཀྱིས་གཙོས་མཁན་ལས་སིར་ཡོངས་དང། དཔལ་ཇོ་ནང་བའི་རྒྱ་མཚོ་རིན་པོ་ཆེ་དང་གདོད་མའི་བླ་སྤྲུལ་རྣམས་ཀྱིས་གཙོས་དགེ་ལྡན་འདུས་པ་རྒྱ་མཚོ། སྐུ་མགྲོན་གཙོ་བོ་ཧི་མ་ཅལ་མངའ་སྡེའི། བློན་ཆེན་མཆོག་གིས་གཙོས་ཨེ་ནིའི་གཞུང་གི་མགོ་ཁྲིད་རྣམ་པ་ལོ་མང་རིང་བོད་དོན་རྒྱབ་སྐྱོར་གནང་མཁན་ཨི་ཏྲ་ལི། Italy། རིཏིཀལ་ཚོགས་པའི་ཚོགས་གཙོ་ཀི་ཤོ་མེ་ཀོར་བྷེ་ནེ་ལཱ་མཆོག་གིས་གཙོས་ཀི་ཁུར་རྣམ་པ། བོད་མིའི་སྒྲིག་འཛུགས་ཀྱི་ཆེད་དོན་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བའི་དབུས་ཁྲིམས་དཔོན་ལི་སི་རྣམ་པ། བོད་མི་མང་སྤྱི་བདེའི་ལྷན་སྤྱི་བདེའི་ཚོགས་གཙོའི་སྒྲོས་བུས་དབུས་པའི། སྤྱི་འཐུས། ལི་སིར་རྣམ་པ། བོད་དོན་སྲིད་སྐྱོང་ཆུ་ཁོལ་དབུས་བོད་བཀའ་བློན་ལི་སིར་རྣམ་པ། རང་དབང་སྤྱི་འཐུས་སྡེ་ཚན་འགན་འཛིན་ལི་སིར་རྣམ་པ། དྲུང་ཆེ་ཆེན་པོ་དགོས་པའི་གཞུང་ཞབས་ལི་སིར་རྣམ་པ། གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་འགན་འཛིན་སྐུ་ཚབ་རྣམ་པ། རྒྱ་ཆེའི་མི་མང་དང་སློབ་ཕྲུག་རྣམ་པ་ཕྱི་རྒྱལ་ཁག་ནས་ཕེབས་པའི་རྒྱ་རིགས་གྲོགས་པོ་ཚོའི་གཙོས་ཕྱི་མི་རྣམ་པ་ཡོངས་ལ། བགྱིས་པའི་བཀའི་བསྐྱར་དོན་བཀོད་སྒྲིག་ཚོགས་ཆུང་དང་སྡོད་མལ་རྒྱ་ཆེའི་མི་མང་གི་ཚབ་བྱས་ཏེ་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ཕྱི་ལོ་ཉིས་སྟོང་བཅུ་གསུམ་ཟླ་བ་གསུམ་པའི་ནང་གཞིས་སྒར་རྡ་རམ་ས་ལར་གཞི་རྟེན་བྱས་པའི་མདོ་སྨད་དབུས་སྤྱི་ཆུ་རྒྱུན་ལས་ཁང་གིས་བསྡུ་སྐོང་གནང་བའི་དམིགས་བསལ་ཚོགས་ཆེན་དང། ཀྱིས་བསྐྱར་སྐྲུན་དུ་གལ་འགངས་ཆེན་པོར་བརྩིས་ནས་སློབ་ཐོན་པ་ཚོགས་མི་ལྔ་དང། གདོད་མའི་དབུས་རྒྱུན་རྣམ་པའི་སྟེང་ཚོགས་མི་དྲུག་གསར་དུ་དབྱེ་འདུམ་བྱས་ཏེ་ཚོགས་མི་བཅུ་བདུན་ལས་གྲུབ་པའི་ཀྱིས་བསྐྱར་སྐྲུན་སྐུ་དྲུང་ཚོགས་ཆུང་གསེར་རྟ་སྐུ་གཅིག་གནང་བ་ལྟར། ཕྱི་ལོ་ཉིས་སྟོང་བཅུ་གསུམ་ཟླ་བ་བཞི་བའི་ཚེས་གཅིག་ནས་ལོ་རྒྱུས་རང་བཞིན་ལྡན་པའི་ཀྱིས་བསྐྱར་སྐྲུན་དུ་ལས་འགོ་དངོས་སུ་བརྩམས། དེ་ཡང་སྡིག་སྤང་དགེ་སྒྲུབ་ཀྱི་ལས་ལ་བརྟེན་ནས་མགོན་པོ་མཆོག་ལ་བརྟན་བཞུགས་དར་འབུལ་དང་སྐུ་ཚེའི་མཛད་འཕྲིན་བླངས་ཏེ་རྒྱལ་བའི་བཀའ་དྲིན་གཞི་དྲིན་ཞུ་རྒྱུ་ནི། ཀྱིས་བསྐྱར་སྐྲུན་གྱི་ལས་དོན་གཙོ་བོར་བཟུང་སྟེ་དབུས། དབུས་སུ་སྐྱིད་བསྐྱར་དོན་རྟེན་གཞིགས་དང་འགྲིམ་སྟོན། མཛད་རྣམ། མཛད་ཐང། དཔལ་འབྱོར་འབྲི་གུང་དང་དངུལ་རྩའི་སྣེ་ལེན། གསོལ་ཚིགས། གསུང་བཤད། དགོང་ཚོགས་སོགས་ཀྱི་ལས་དོན་ཆེ་ཕྲ་གང་ལ་ཡང་ཚོགས་ཆུང་ཚན་གཅིག་ཞུས་བ་དང། རྒྱལ་ཁབ་ཕྱི་ནང་དང་གདོད་མའི་ས་སྐྱའི་མི་སེར་འབྲེལ་ཐེབས་པ་བསྐོ་བཞག་ཞུས་ཏེ། ས་གནས་ས་ཐོག་གི་སྐྱིད་བསྐྱར་དོན་གྱི་བྱེད་སྒོ་ཁག་ལག་འགྲིབ་ཞུས་ཡོད། གངས་ཅན་གཞུང་འདིར་འཕགས་མཆོག་ཕྱག་ན་འཕགས་མཆོག་སྤྱན་རས་གཟིགས་ཁང་འགྲོ་བ་མིའི་རྣམ་རོལ་དུ་ཕེབས་པའི་སྐུ་ཡི་འཕྲེང་བ་རིམ་བྱོན་ལས། གདོད་མའི་ཡིད་དུ་སྐུ་དམ་པ་ནི། རྒྱལ་དབང་སྐུ་འཕྲང་ཆུ་བཞི་བ་ཆེན་པོ་མཆོག་ཉིད་ཡིན་པ་གང་ཞིག། མཛད་ཕྲིན་གྱི་ཆ་ནས་རྒྱལ་མཆོག་སྐུ་གོང་མ་དག་ལས་ཀྱང་མཛད་པ་འཇིག་རྟེན་གྱི་ཁམས་སུ་རྒྱས་ཏེ་མཚན་ཉིད་ས་གསུམ་ན་བརྡལ་བའི་འཇིག་རྟེན་གྱི་ཞི་བདེའི་དེད་དཔོན་ཆེན་པོ་དང་སློབ་དཔོན་ཆེན་པོ་དབུ་ཁྲིད་ཆེན་པོ། ཆེད་ལས་མཐུན་སྒྲིལ་གྱི་འབྲེལ་ཐག་ཆེན་པོ་ཇི་སྲིད་རྩོད་མེད་ཀྱི་སྒོ་ནས་འཛམ་གླིང་རྒྱལ་གཅིག་ཏུ་གྱུར་བ་དང་བོད་མི་རིགས་རིག་གཞུང་དང་སྤྱི་བ་ཆིག་ཉིག་ཕྲ་བའི་གནས་སྐབས་དེར། ཕྱིས་སུ་གཞིས་ཆགས་དང་སློབ་གྲྭ། དགོན་པ། སྨན་ཁང། རྒན་གསོ་ཁང། དྭ་ཕྲུག་དབང་བོ་སྐྱོན་ཅན་སོགས། ཕྱི་གསལ་གང་གི་ཆ་ནས་རྒྱལ་ཁབ་ཡོད་པ་ལས་ལྷག་པ་གསོ་སྐྱོང་མཛད་པ་དང། གཞིས་སུ་གནས་པའི་རྒྱ་ཆེའི་མི་མང་ལ་དུས་དང་རྣམ་པ་ཀུན་ཏུ། ཆེས་བླ་ན་མེད་པའི་ཐུགས་བརྩེ་དང་བྱིན་རླབས་ཀྱི་མཚན་གྱིས་བསྐྱངས་ཏེ་བགྲང་བྱ་རྒྱ་ཆེར་ཧྲིལ་བོའི་རང་གི་མཛད་པ་མཐའ་ཡས་པ་དེ་དག་གིས་ཀྱང་སྐྱེ་བོ་ཕལ་བའི་བཞོད་དུ་མི་ལང་ཡང། ཁྱོད་ནི་འགྲོ་བའི་དོན་གྱི་ལྷས་བྱུང་ཚེ་ཙམ་ཡང་མི་ངེས་ཤིང། འགྲོ་བ་རྣམས་ཀྱིས་ཁྱོད་ཀྱིས་ནི་ཡོན་ཏན་ཅན་ལ་ངེས་མ་ཁྱེར་ཞེས་གསུངས་པ་ལྟར་གིས་ཅག་གི་མགོན་པོ་མཆོག་དགོངས་རྟོགས་རྒྱ་ཆེར་ཧྲིལ་བོར་བྱས་པའི་སྐྱེས་ཡུལ་བསྐྱར་དོན་ཕྱག་དར་གྱི་སླད་དུ། མཛད་ཆེན་ཁག་སྙིང་བསྡུས་ཞུས་ཏེ་སྤྱི་ནོར་གོང་ས་སྐྱབས་མགོན་ཏཱ་ལའི་བླ་མ་སྐུ་འཕྲང། ཇུ་ཆེ་བ་ཆེན་པོས་མཛེས་རྒྱ་མཐོང་བ་དོན་ལྡན་ཞེས་པའི་མཛེས་ཐང་བཅོ་ལྔ་གསར་བཞེངས་ཀྱིས་རྒྱ་ཁྱབ་ཏུ་འགྲེམས་སྤེལ་སླད་སྤུས་ལག་ཚར་ཆིག་སྟོང་རེ་རེ་དང་ཤོག་ཐང་ཚར་དྲུག་སྟོང་རེ་བར་བསྐྲུན་ཞུས་ཤིང་དེ་ཡི་འགྲེལ་བཤད་མཛེས་ཐང་སྙན་དེབ་ཚར་ཆིག་སྟོང་ལྔ་བརྒྱ་དང་བརྒྱད་ཁང་སྐུ་འཕྲང་དང་པོ་ནས་སྐུ་འཕྲང་བཅུ་གསུམ་བར་གྱི་འཕྲང་རུབ་དེབ་ཐེར་ནོར་བུའི་འཕྲང་བ། སྔར་ཡོད་ལ་དག་བྱེད་དང་དཀར་ཆག་གསར་སྐྲུན་བྱས་ཏེ་དེབ་འཕྲང་རྒྱལ་ཆེན་དུ་གྱུར་བ་ཚར་ལྔ་བརྒྱ་རེ་དང། རྒྱལ་ཁང་གི་དང་ཆོས་ཞུ་བ་ཆེན་པོ་མཆོག་དགོངས་རྡོ་རྒྱ་ཆེ་བར་གྱིས་མཛད་པ་རྣམས་གཙོས་གནས་ལྔ་རུ་བཟུང་སྟེ་མཛད་རྣམ་སྟོད་སྨད་གཉིས་གསར་རྩོམ་ཞུས་བ་ཚར་ཆིག་སྟོང་ལྔ་བརྒྱ་རེ་བཅས་རྩོམ་སྒྲིག་པར་སྐྲུན་ཞུས་བ་དང། དེ་བཞིན་དྲ་ལམ་དུ་འཕྲི་དེབ E-Book ཞེས་པའི་ནང་ལུགས་ཚིག་མཛད་རྣམ་ཤོག་གྲངས་བཞི་བརྒྱ་ཅན། བཅས་ཀྱི་རྩོམ་སྒྲིག་ལྷག་པར་བྲིས་པ་མ་ཟད། ངོ་མཚར་རྨད་དུ་བྱུང་བའི་གོང་ས་མཆོག་གི་མཛད་འཕྲིན་ལ་ཆེ་བསྟོད་དང་གྱི་ལྕགས་འབངས་སུ་བསྐྱངས་ཏེ་དགུང་ལོ་རྒྱ་ཆེར་བཞུགས་པའི་བཀའ་དྲིན་གཞི་ཁྲིམས་ཀྱི་ཆེད་དུ། ཀྱི་བསྐྱར་སྐྲུན་གྱི་དྲན་རྟེན་རྟགས་མ་རིན་ཆེན་གསེར་ལས་བྱུང་བ་གཅིག་དང། དེའི་འདྲ་བཤུས་གསེར་ཟངས་ལས་གསལ་བ་ལྔ་བརྒྱ་དང། ཆུང་བ་སྐལ་རྡོར་ཁྲི་གཉིས་ཀྱི་གྲ་སྒྲིག་ལྷག་པར་ལེགས་གྲུབ་ཞུས་ཡོད། ཀྱི་བསྐྱར་སྐྲུན་ཉིན་གསུམ་གྱི་ལས་རིམ་གྲུབ་རྗེས་སྒྱུ་རྩལ་གྱི་བསླབ་གནས་དགེ་བའི་བཀའ་དྲིན་གཞི་ཁྲིམས་ལྷས། སེར་ནག་གི་གཞི་ལམ་ཞེས་པའི་སྐད་ཡིག་བསྐྱར་དོན་དགོངས་ཚོགས་བརྙན་འཁོར་གཅིག་དང། སྐད་ཡིག་བསྐྱར་དོན་གྱི་བརྟན་བཞུགས་དང་མཛད་སྒོའི་འོད་སྡེར། དེ་བཞིན་སྐད་བསྐྱར་དོན་དྲན་ཐེངས་ཀྱི་བརྙན་དེབ་གཅིག་བཅས་འགྲམ་དཔེ་ཞུ་ཕྱིར་ཡིན། འདི་ལྟར་སྐད་བསྐྱར་དོན་དང་འབྲེལ་ནས་མགོན་པོ་གང་གིས་མཛད་པའི་སྐོར་ལ་གུས་ཕྱག་གིས་འབད་རྩོལ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་ནི། མགོན་པོ་མཆོག་གི་བཀའ་དྲིན་གྱི་ཕུང་པོ་ནི་ཕྱི་རོལ་པ་རྣམས་ཀྱི་དོན་དུ་ལུས་དཀྱིལ་ན་གནས་ཐུབ་པ་དང། དད་ལྡན་ཡོངས་ཀྱིས་བསོད་ནམས་གསོག་པའི་ཆེད་དུ་ཡིན། སྐྱབས་སེམས་སྐུ་མདུན་གྱི་ངོ་བོར་གུས་ཕྱག་གིས་དྲིན་ཅན་རྩ་བའི་བླ་མ་རིན་པོ་ཆེ། རྒྱལ་དབང་ཡིད་བཞིན་ནོར་བུ་སྐུ་ཚེའི་ཞབས་པད་བསྐལ་བརྒྱར་བརྟན་ཐུབ་མིན་ནི། ཁྱིམ་འབངས་ཡོངས་ཀྱི་སྤྱི་དོན་གྱི་བསོད་ནམས་དང། བླ་སློབ་བར་གྱི་དད་པ་དམ་ཚིག་ལ་དམིགས་བསལ་འབྲེལ་ནས་ཡོད་སྟབས། སྐུའི་གྱ་སྟོན་གྱི་གོ་སྐབས་འདི་དང་བརྟེན་ནས་རང་གཞན་ཀུན་གྱི་སྡིག་སྤོང་དགེ་སྒྲུབ་ཀྱི་ལས་སྤྱི་དང་ལྷག་པར་ཕྱི་ལོ། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ཟླ་བ་བྱེ་བའི་ཚེས་བཅུ་གཉིས་ཉིན། ཀྱི་རྒྱ་དོན་བསྟན་བཅོས་ཀྱི་ཆེད་དུ་གནས་ཆུང་ཕྱི་རྒྱལ་ཆེན་པོ་བཀའ་ལུང་གསོལ་འདེབས་ཞུས་པའི་ཞབས་རིམ་སོགས་འདས་པའི་ལོ་གཉིས་རིང། རྒྱ་ཁྱབ་ཏུ་དགེ་བསྐོས་ཞུས་པ་ལྟར་བོད་རིགས་སྤྱི་དང་ལྷག་པར། གཞིས་བཞུགས་མདོ་སྨད་པ་ཚས་རྒྱ་གཞུང་གི་དམ་དྲག་ཡོད་མེད་ལ་མ་བལྟས་པར་འབད་སྒྲུབ་ཞུས་ཏེ་དགེ་སྒྲུབ་ཀྱི་རྣམ་གྲངས་བཞི་བརྒྱ་ལྷག་གི་གྲངས་ཐོ་འབྱོར་བ་དང་དེ་དག་ལས་གཅིག་གཉིས་ཀྱི་གྲངས་འབོར་བོད་ཚན་ཚུན་བཤུས་ན། མ་ནི་དུང་ཕྱུར་འབུམ་གཅིག་ལྷག་བྱུང་བ་དང་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་དག་ཚར་བདུན་ཅུ་ལྷག་བྱུང་བ་ལྟ་བུ་ཡིན། གེ་སར་གྲངས་ཐུག་ཕྱི་འགྱུར་ལ་ཆད་ལྷག་མེད་པའི་བྱུང་འཛིན་ཕུལ་ཏེ་རྒྱ་ཆེ་མི་མང་གི་མདོ་ལུགས་ཁང་བའི་ཞབས་ཕྱི་ཞུས་བ་མ་ཟད། དགེ་སྒྲུབ་གྲངས་ཐུག་ཡོངས་རྫོགས་ཀྱི་བསྐྱར་སྟོན་བརྟན་བྱེད་ཀྱི་ཆེད་དུ་འབུལ་ཐེངས་ནང་བསྐུལ་ཏེ་གོང་ས་མཆོག་ལ་སྙིང་འབུལ་ཞུས་ཡོད། གོ་སྐབས་འདི་བརྒྱུད་ནས་དད་ལྡན་གཞིས་བྱེས་བོད་རིགས་ཡོངས་དང། ལྷག་པར། གདོད་མའི་རྒྱ་ཆེའི་མང་ཚོགས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོའི་མཛད་པ་ངོ་སྤྲོད་ཞུ་བའི་ལྷའི་འགྲེམས་སྟོན་རྒྱ་ཆེ་ཙམ་ཞིག་གོས་དྲུག་ཕྱི་དགེ་བསྔལ་སུ་མཐོང་ཡང། ས་ཆའི་གནས་བབ་ལ་བལྟས་ནས་དུས་འཁོར་ལྷ་ཁང་ནང་གཞུང་ཙམ་མ་གཏོགས་གོས་དྲུག་ཕྱི་དུ་མ་བྱུང་མོད། འགྲེམས་སྟོན་ནང་སྒྲིག་ཁྲིམས་གཙོ་བོ་ནི། ཀྱི་བསྐྱར་སྟོན་གོས་དྲུག་ཚོགས་ཆུང་གི་གསར་བྱུང་ཞི་བའི་མཛད་ཐང་བཅོ་ལྔའི་སྟེང། རྒྱལ་སྤྱི་དང་རྒྱལ་ཁབ་འདྲ་མིན་ནས་སྐུ་ཚེའི་མཛད་འཕྲིན་ལ་ཆེ་བསྟོད་གནང་བའི་བཟང་རྟགས་ཁག་དང། མཛད་པ་ཀུན་ལས་གཙོ་བོ་གསུང་གི་མཛད་པ་ཡིན་སྟབས་གོང་ས་མཆོག་གིས་ཞག་ལྟབུ་བོད་སྐད་ཐོག་ཡོད་པ་གྲངས་བརྒྱ་དང་བཅུ་མེད་དྲུག་ཧིན་སྐད་ཐོག་གྲངས་དེབ་གྲངས་དགུ་དབྱིན་སྐད་དང། ཕྱག་དེབ་གྲངས་བརྒྱ་དང་བདུན་ཅུ་དོན་གསུམ་རྒྱ་སྐད་ཐོག། ཕྱག་དེབ་གྲངས་བདུན་ཅུ་དོན་དྲུག་འཇར་མན། སྐད་ཐོག་ཕྱག་དེབ་གྲངས་དྲུག་ཅུ་རེ་གསུམ། ཧྥ་རན་སིའི་སྐད་ཐོག་ཕྱག་དེབ་གྲངས་བཞི་བཅུ་ཞེ་བརྒྱད། སི་པན་སྐད་ཐོག་ཕྱག་དེབ་གྲངས་ཉི་ཤུ་རྩ་གཉིས། ཉི་ཧོང་སྐད་ཐོག་ཕྱག་དེབ་གྲངས་ཉི་ཤུ་རྩ་དགུ། ཧོ་ལན་གྱི་སྐད་ཐོག་ཕྱག་དེབ་གྲངས་སུམ་ཅུ་སོ་དགུ། ཝིག་ནམ་གྱི་སྐད་ཐོག་ཕྱག་དེབ་གྲངས་ཉི་ཤུ་ཐམ་པ། ཀོ་རི་ཡའི་སྐད་ཐོག་ཕྱག་དེབ་གྲངས་བཅུ་བཞི་གཅིག་ཁྱོན་བསྡོམས་ཕྱག་དེབ་གྲངས་ལྔ་བརྒྱ་དགུ་བཅུ་སྐོར་དགུ་གཅིག་མཁོ་སྒྲུབ་བཞི་སྟེ་འགྲེམས་སྟོན་ན་གྲ་སྒྲིག་ཞུས་ཡོད། གྱི་ཤག་གིས་ཅི་ལྟར་གསོལ་འདེབས་ཞུས་དོན་བཞིན་གྱི་བསྐྱར་སྐྲུན་གྱི་རྟེན་འབྲེལ་མཛོད་དགེའི་ཚོགས་མགོན་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུས་སྐུ་མགྲོན་གཙོ་བོར་ཧི་མ་ཅལ་མངའ་སྡེའི་བློན་ཆེན་མཆོག་དང། བོད་ཀྱི་ཕྱི་རྒྱལ་ཆེན་པོ་བཞི་དང་ཡང་ཀྲོང་བོན་དཔེ་ཇོ་ནང་པའི་རྒྱལ་ཚབ་ཅིག་གི་བསྟན་བདག་བླ་ཆེན་རྣམ་པ་དང། ཤ་ཟར་བསྟན་པའི་རྒྱུན་འཛིན་མཁན་ལས་སིལ་ཡོངས་དང་བོད་མིའི་སྒྲིག་འཇིགས་ཀྱི་མཛད་གཙོ་ལས་སིལ་རྣམ་པ། དེ་བཞིན་ཡབ་གཞིས་ཀུན་འཁོར་ཕལ་ཆེ་བ་བཅས་དབུ་བཞུགས་ཐོག་གི་བསྐྱར་སྐྲུན་ལ་རུས་རྒྱུད་བསྐྱོང་བ་འདི་ནི། རྒྱལ་བ་དགྱེས་པའི་ཆོས་ཕྲན་དང་ལུས་དཀྱིལ་གྱི་གཟི་དཔང་དུ་བསྔོ་ཆོག་པས་ཤིན་ཏུ་དགའ་པོ་སྐྱེ་ཨེ་བ་མ་ཟད། བསྟན་བདག་བླ་ཆེན་རྣམ་པ་དང། གདོད་མའི་བླ་ཆེན་རྣམ་པར་ཀྱིས་བསྐྱར་སྟོན་གྱི་ཆེད་དུ་ཤིས་ཚིག་རེ་གསོལ་འདུལ་ཤེས་བ་བཞིན། བཀའ་དྲིན་ཆེན་པོས་ཕྱག་རྩོམ་གནང་བར་གུས་བཀུར་འདུད་བགྱི་ནས། བཀའ་དྲིན་བླ་མེད་དུ་མཆིས་ཞུ་རྒྱུ་དང། ཤིས་ཚིག་དེ་དག་ལུས་དཀྱིལ་གྱི་ཡིག་ཆའི་ཕར་སྐྲུན་ཞི་ཕྱིར་ཡིན། སྒྱུ་རྩལ་གྱི་བསླབ་གནས་ཀྱིས་བསྐྱར་སྟོན་གསུང་ཚུལ་ཞུས་སླད། ཚོགས་ཆུང་གི་གསོལ་འདེབས་ཞུས་པ་བཞིན་དཔལ་རྒྱལ་བ་ཀརྨ་པ་རིན་པོ་ཆེ་མཆོག་གིས་ཀྱི་གྱ་སྟོན་སྙན་དབྱངས་ཞེས་པའི་གཞས་ཚིག་ཆེད་རྩོམ་གནང་བ་དང། གཞན་ཡང་རྩོམ་པ་པོ་ཇི་སྙེད་ཅིག་གིས་ཀྱི་གྱ་སྟོན་ལ་དམིགས་ནས་གཞས་ཚིག་གསར་རྩོམ་གནང་བ་དེ་དག་དབྱངས་སུ་གྱེར་མཁན་བཞི་བ་གྲགས་ཆེན་ཁག་ཅིག་ཆེད་དུ་གདན་ཞུས་རྗེས་དེ་རིང་ཉིན་རྒྱབ་བདག་དང་བོད་ཕྲུག་ཁྱིམ་སྡེའི་ཚོགས་ཁང་དུ་བྱས་ན་བཅོ་བརྒྱད་ཡོད་པས། སེར་ནག་གི་གཞི་ལམ་ཞེས་པའི་སྐད་བསྐྱར་དོན་དགོངས་གཙོ་ཞིག་གོ་སྒྲིག་ཞིག་ཡོད་ལ་མདོ་སྨད་བླ་ཆེན་རྣམ་པ། གཞིས་བྱེས་གཉིས་ཀྱི་འབྲེལ་ཡོད་དགོན་གྲོང་ཡོངས་ཀྱི་ངོ་ཚུབ་མཚོན་པའི་སྐད་བསྐྱར་དོན་གྱི་གསུང་བཤད་རེ་གོ་སྒྲིག་དང་དེ་བཞིན་གནད་ཡོད་མི་སྣ་དང་ཡབ་གཞིས་ནང་མི། ནང་པའི་གསུང་བཤད་ཀྱང་གོ་སྒྲིག་ཞུས་ཡོད། འཛམ་གླིང་ཤར་ལྷོ་ཤར་ནུབ་ནས་སྐྱིད་གྱར་དོན་ལ་ཆེད་དུ་ཕེབས་མཁན་དང་རྡ་སར་སྙིང་མོར་གནས་པའི་རྒྱ་ཆེའི་སེར་སྐྱ་མང་ཚོགས་ལ་ཉིན་དང་པོའི་ཉིན་གུང་དང་ཉིན་གཉིས་པའི་ཉིན་གུང་དང་དགོང་མོའི་ཟུར་ཚིགས་ཀྱི་ཞལ་ལག་གོ་སྒྲིག་ཞུས་པ་དང། འདི་ལོའི་ས་སྐར་ཟླ་བའི་ཚེས་བཅུ་བཅུ་གཟའ་སྐར་དགེ་བའི་ཉིན་བོད་ཀྱི་སྨན་རྩིས་ཁང་གི་ཁྱབ་ཁོངས་ཡན་ལག་སྨན་ཁང་ལྔ་བཅུའི་ང་གཅིག་ནང་རིས་མེད་ནས་པ་སུམ་སྟོང་བརྒྱ་དང་བརྒྱད་ཅུ་གྱ་དགུ་ལ་ཉིན་བཅུ་རེའི་སྨན་སྦྱིན་ཕུལ་ཡོད། བཞིན་སོགས་ཀྱི་ལས་འདི་དག་ནི། སྐྱིད་གྱར་དུས་སྲུང་བརྩི་དང་འབྲེལ་གོང་ས་མཆོག་གི་ཞབས་རིམ་ལ་དམིགས་ནས་གོ་སྒྲིག་བྱས།